ལ་སོགས་སློབ་ཕྲུག་རྣམ་པ་ལྷན་རྒྱས་འཚམས་འདྲི་བཀྲ་ཤིས་བདེ་ལེགས། ནི། སླར་ཡང་ང་རང་ཚོ་མུ་མཐུད་བཅས་རྒྱ་སྲས་ལག་ལེན་གསོབ་དོན་མེད་ཀྱི། ཤོ་ལོ་ཀ་གཅིག། ལོག་རྩལ་གྱི་རྨང་གཞིའི་སྦྱོང་བརྡར་དེ་བྱེད་ཀྱི་ཡིན་དར་བ། ནི། སྦྱོང་བརྡར་བྱེད་པའི་སྐབས་ལ་ཡ་གལ་ཆེན་པོ་གསུམ་ཡོད་པ་དེ། ནི་ང་རང་ཚོ་སྐད་ཆེན་པོ་རྒྱབ་དགོས་ཡ་སྦྱར་བ། ཀློག་དུས་བསམ་པ་སྐད་ཆེན་པོ་རྒྱབ་དགོས་དར་བ། ནི་དེ་བྱས་ད་ག་ནང་བཞིན་གྱི། སྐད་བརྒྱབ་པའི་སྐབས་སུ་ད་སྒྲ་དེ་གསལ་པོ་ཅིག་གོ་ཡོར་བ་སྒྲ་དག་པོ་ཅིག་སྒྲ་གསལ་པོ་ཅིག་གོ་ཡོར་བ། དེ་བྱས་ད་ག་ནང་བཞིན་ལྷོད་ལྷོད་བྱས་ནས་བྲེ་ལ་ཡོ་མར་དོར་བ། འོང་འདུག་བྱས་བྱས་ཐུགས་ལ་བཞག་བྱས་ནས་ང་རང་ཚོ་མུ་མཐུད་བྱས་སྦྱོང་བརྡར་གནང་ཡིན་ད། ད་དུས་རྒྱུན་བཞིན་བྱས་བྱས་བྱས་དང་པོ་དེ་ལས་ང་རང་ཚོ་སྦྱོར་ཀློག་གི་སྦྱོང་བརྡར་དེ། སྦྱོར་ཀློག་བརྒྱབ་དུས་གཙང་མ་དང་དག་པོ་སྐད་ཆེན་པོ་སྐྱོན་རོགས་གནང་རོགས། འང་འདུག་བྱས་ནས་དང་པོ་ངེད་ཅིག་ཀློག། དེ་བྱས་ལ་ཡར་རྗེས་མདུན་གནང་རོགས་གནང། ལགས་སོ། གང་ང་གང། དང་ང་དང། ཨོའོ་ག་ར་ད་དྲ་ན་རུ་འགྲོ་ག་ས་སྒྲོག། ན། ད་ཤམ་ཆུ་དུག་ག་དུག། ག་ཨོ་ས་ཤམ་ཆུ་གསུམ་མ་གསུམ། ཨོའོ་ཕ་ཕྲང་པོ་འཕེལ་ལ་འཕེལ།

པ་ཨཱ་ཀྱི་གུ་ཧི། ག་ར་ད་དྲ་ན་རུ་གྲོག་ག་ས་གྲོག། ང་ན་ངན། ས་པ་ད་པ་ན་རུ་སྤོང་ང་སྤོང། པ་ཨཱ། ར་ག་ད་ག་ཡ་ད་རྒྱ་ལ་རྒྱལ། ས་ར་ད་ས་ས་སྲས། ལ་ཁ་ལགས། ལ་དྲང་པོ་ལན་ན་ལན། ཡ་ཁྱི་དགུ་ཡིན་ན་ཡིན། འོང་འདུག་ཅེས་ང་རང་ཚོ་ལྷོད་ལྷོད་བྱས་ནས་ད་ངས་ཏིས་སྐྱོར་བཏང་གིན་འདར་བ་ཨ་ནི་བྱེད་འདོད་ཉམས་རྟོགས་བྱས་ཤོག་ཨ། གང་ང་གང། ཐང་ང་ཐང། ཨོའོ་གར་དང་གྲ་ནར་གྲོགས་ག་སར་འགྲོགས། ན། ད་ཞིམ་ཅུ་ཐུག་ག་ཐུག། ཁའོ་ས་ཞིམ་ཅུ་སུམ་མ་གསུམ། ཨོའོ་ཕ་གྲོང་པོ་འཕེལ་ལ་འཕེལ། ཨོའོ་ག་ཡ་ད་རྒྱ་ཞིམ་ཅུ་གྱུར་ར་གྱུར། ཞྭ་སྐྱིགས་པོ་ཞིང་ང་ཞིང། ཐ་ན་རོ་ཐོས་ས་ཐོས། ཕའོ་ས་མ་སམ། ས་ག་ད་ག་ན་རོ་སྒོམ་མ་སྒོམ། པ་ཨ་ཨ་ཁྱི་གུ་ཨི།

ལགས་ཁྲོ་མོ་ལེན་ན་ལེན། ཡག་གི་གོ་ཡིན་ན་ཡིན། འོ་འདུག་ཟེར་ཨ་ནི་སོ་སོ་སོ་སོ་གི་སྦྱོང་བརྡར་གང་ཐུག་ཐུག་གནང་རོགས་གནང་ཞེས་ཞུ་ཡ་ཡིན། ཨ་ནི་དེ་རྗེས་ལ་ཡང་ང་རང་ཚོ་ཧྲོམ་དོན་བྱས་ནས་རེ་རེ་བྱས་ནས་དེ་བྱེད་ཀྱི་ཡིན་དར་བ་ད་སྦྱོར་ལོག་ཚར་བ་བྱེད་ར་བ་ལགས་སོ་ངས་རྗེས་ལ་བྱེད་འདོད་གནང་ཞོ་ཨ། གང། ཐང། འགྲོགས། ན། ཐུག།

དང། སྙིང། རྗེ། མེད། པར། གྱུར། བྱེད། པའི། གྲོགས། ངན། སྤོང། པ། རྒྱལ། སྲས། ལག། ལེན། ཡིན། འོང་དུ་བྱེད་ན་རྣམ་པ་ཚོ་སྦྱོང་བརྡར་གནང་ཡར་དར་བ་ནི་སྦྱོང་བརྡར་ཡག་པོ་བྱུང་ན་དེས་མགྱོགས་མགྱོགས་གཏང་ཡ་ཆེ་ར་བ། དཔེ་ཆ་ཆ་ན་ངས་དེས་མགྱོགས་པོ་ཀློག་གིན་གདའ་རྣམ་པ་ཚོ་སེམས་ཤོར་བ་ར་བ། ལ་སོ། གང། དང། འགྲོགས། ན། དུག། གསུམ། འཕེལ། གྱུར། ཞིང། ཐོས། བསམ། བསྒོམ། པས། བྱ། བ། ཉམས། གྱུར། ལ། བྱམས། དང། སྙིང། རྗེ། མེད། པར། འགྱུར། བྱེད། པས། གྲོགས། ཉེན། སྤོང། པ། རྒྱལ། སྲས། ལག། ལེན། ཡིན། ད། ཏིས། སྐྱོར། དང། ནལ། འདྲ། ཏིས། སྐྱོར། དང། གིས། ནལ། བ།

གང་དང་གྲོགས་ན་དུག་གསུམ་འཕེལ་འགྱུར་ཞིང། ཐོས་བསམ་སྒོམ་པའི་བྱ་བ་ཉམས་འགྱུར་ལ། བྱམས་དང་སྙིང་རྗེ་མེད་པར་གྱུར་ཅེས་པས། གྲོགས་ངན་སྤོང་བ་རྒྱ་སེ་ལག་ལེན་ཡིན། འོ་འདུག་བྱས་རྗེས་ང་རང་ཚོ་རེ་རེ་རེ་རེ་བྱས་རྗེས་མགྱོགས་པོ་ལོག་ཐུབ་ཡིན་ན་ཡག་པོ་བྱ་དགོས་རེད་བ་གཙང་མ་གཙང་མ་བྱ་འགྲོ་གི་རེད། ད་དེའི་རྗེས་ལ་ཡང་འདི་ཡིན་ད། གཉིས་གཉིས་བྱས་བྱས་ཏེ་བྱེད་ཀྱིན་གདའ་རོགས། དང་པོ་ངས་མ་བློ་བཞག་གི་ཡིན་རྣམ་པ་ཚོ་བྱས་ལ་སྦྱོང་བརྡར་གནང་རོགས་གནང། གངས་དང། གྲོགས་ན། དུག་གསུམ། འཕེལ་འགྱུར། ཞིང། ཐོས་བསམ། བསྒོམ་པའི། བྱ་བ། ཉམས་འགྱུར། ལ། བྱམས་དང། སྙིང་རྗེ། མེད་པར། འགྱུར་བྱེད། པས། གྲོགས་ངན་སྤོངས་པ་རྒྱལ་སྲས་ལག་ལེན་ཡིན། གང་དང་འགྲོགས་ན་དུག་གསུམ་འཕེལ་འགྱུར་ཞིང། ཐོས་བསམ་བསྒོམ་པའི་བྱ་བ་ཉམས་འགྱུར་ལ། བྱམས་དང་སྙིང་རྗེ་མེད་པར་འགྱུར་བྱེད་པས། གྲོགས་ངན་སྤོངས་པ་རྒྱལ་སྲས་ལག་ལེན་ཡིན། དུ་ཞེས་ནས་ཀློག་སྟངས་ཀྱི་རིམ་པ་གཅིག་བྱས། ནི། དེའི་རྗེས་ལ་ཡ། ཚིག་བཞི་བཞི་བྱས་ནས་རེ་བ། ལ་སོགས། གང་དང་འགྲོགས་ན་དུག་གསུམ་འཕེལ་གྱུར་ཞིང། ཐོས་བསམ་བསྒོམས་པས་བྱ་བ་ཉམས་གྱུར་ལ། བྱམས་དང་སྙིང་རྗེ་མེད་པར་གྱུར་ཅེས་པས། གྲོགས་ངན་སྤོངས་པ་རྒྱ་ཟས་ལག་ལེན་ཡིན། གང་དང་འགྲོགས་ན་དུག་གསུམ་འཕེལ་གྱུར་ཞིང། ཐོས་བསམ་བསྒོམས་པས་བྱ་བ་ཉམས་འགྱུར་ལ། བྱམས་དང་སྙིང་རྗེ་མེད་པར་གྱུར་ཅེས་པས། གྲོགས་ངན་སྤོང་བ་རྒྱ་སྲས་ལག་ལེན་ཡིན། འདུག་ཞེས་བྱས་མ་ལོས་བྱས། ད་ག་ན་བཞིན་ཆ་ཚང་མཉམ་འདོར་ཅིག་ད་ག་ལ་གང་བསམ་བློ་ཤན་སྲབ་ཡིན་ན། མཉམ་འདོར་ཅིག་ལོས་ཡིན་དར་བ། གང་དང་འགྲོགས་ན་དུག་གསུམ་འཕེལ་འགྱུར་ཞིང་ཐོས་བསམ་སྒོམ་པའི་བྱ་བ་ཉམས་འགྱུར་ལ་བྱམས་དང་སྙིང་རྗེ་མེད་པར་འགྱུར་བྱེད་པའི་གྲོགས་ངན་སྤོང་བ་རྒྱ་སྲས་ལག་ལེན་ཡིན། ཟེར་བ་དེ་འདྲའི་འདྲ་བོ་ཆེ། ཨ་ནི་ཏིས་ལྷོད་ལྷོད་བྱེད་ཀློག་པ་ཡིན་ན། གང་དང་འགྲོགས་ན་དུག་གསུམ་འཕེལ་འགྱུར་ཞིང་ཐོས་བསམ་སྒོམ་པའི་བྱ་བ་ཉམས་འགྱུར་ལ་བྱམས་དང་སྙིང་རྗེ་མེད་པར་འགྱུར་བྱེད་པའི་གྲོགས་ངན་སྤོང་བ་རྒྱ་སྲས་ལག་ལེན་ཡིན། གང་དང་འགྲོགས་ན་དུག་གསུམ་འཕེལ་འགྱུར་ཞིང་ཐོས་བསམ་སྒོམ་པའི་བྱ་བ་ཉམས་གྱུར་ལ། བྱམས་དང་སྙིང་རྗེ་མེད་པར་གྱུར་བྱས་པས་གྲོགས་ངན་སྤོང་བ་བརྒྱ་ཟད་ལག་ལེན་ཡིན་འོང་འདུག་བྱས་བྱས་མ། རིམ་པའི་བྱས་བྱས་གོ་ལོག་རྩལ་གྱི་རིམ་པ་དེ་བརྒྱུད་པ་ཡིན་ན་ཀློག་ཡ་ལ་ཡ། མ་འོངས་པ་མགྱོགས་པོ་ཀློག་དགོས་བསམ་ནས་མགྱོགས་པོ་ཀློག་ཐུབ་ཀྱི་རེད་མགྱོགས་པོ་ཀློག་པ་དེ་ལ་ཡ། ཚིག་ལྷག་པ་དང་ཆད་པ་དང་ནོར་བ་དེ་འདྲ་ཡོང་གི་མ་རེད། དང་པོ་ཁོ་རང་ནས་མགྱོགས་པོ་ཅིག་ཀློག་ཡ་གི་ཐབས་ཤེས་བཏང་པ་ཡིན་ན། ཨ་ནི། ཚིག་དག་པོ་མེད་པར་བྱས་ཏེ་པ་རུ་ལ་ཚིག་ཆད་སྒྲོག་པ་དང་ལྷག་པ་དང་འདའ་ཀ་ན་ཞིང་ཡང་སེ་ཡང་སེ་ནོར་བསྡད་དེ། དང་པོར་སྦྱང་དུས་ནས་བྲེ་ལ་ཞིག་ནས་སྦྱངས་པ་ཡིན་ན་འདི་སྐད་དཀའ་ངལ་དེ། ཏན་ཏན་འཕྲད་ཀྱི་རེད་ཞེས་ངས་དེ་ཅིག་ཞུ་ཡ་ཡིན། ཨ་ནི་རྗེས་ལ་ཡ། ག་ལ་གང་འཚམ་བློ་ཞེན་ཟ་བས་ན་སོ་སོས་སོས་ཀྱི་ཅིག་སྙན་ངག་གྱེར་འདོན་དང་གྲགས་བྱས་ནས་ཅིག་མདངས་འདྲ་བ་ཞིག་བཏང་བས་ནས་སྙན་པོ་འདྲ་བ་ཅིག་ཡོད་རེད་བ། འདུག་བྱས་བྱས། གངས་དང་གྲོགས་ན་དུག་གསུམ་འཕེལ་འགྱུར་ཞིང། ཐོས་བསམ་སྒོམ་པའི་ཡང་སྐྱ་ཡིན་དང། གང་དང་འགྲོགས་ན་དུག་གསུམ་འཕེལ་འགྱུར་ཞིང་ཐོས་བསམ་སྒོམ་པའི་བྱ་བ་ཉམས་འགྱུར་ལ་བྱམས་དང་སྙིང་རྗེ་མེད་པར་འགྱུར་ཅེས་པའི་གྲོགས་ངན་སྤོང་བ་རྒྱ་སྲས་ལག་ལེན་ཡིན། གང་དང་འགྲོགས་ན་དུག་གསུམ་འཕེལ་འགྱུར་ཞིང་ཐོས་བསམ་སྒོམ་པའི་བྱ་བ་ཉམས་འགྱུར་ལ་བྱམས་དང་སྙིང་རྗེ་མེད་པར་འགྱུར་ཅེས་པའི་གྲོགས་ངན་སྤོང་བ་རྒྱ་སྲས་ལག་ལེན་ཡིན། འོང་འདུག་ཟེར་བྱས་ཀློག་པའི་ན་ནི་ཧ་ཅང་གི་ཡག་པོ་ཡོད་རེད་ཅེས་ཞུ་ཡ་ཡིན་མཐུ་ཆེ་གནང།